ཨ་ནི་རྡ་རམ་ས་ལའི་གནད་དོན་དེ་འབྲེལ་བའི་ཐོག་ནས་ད་བཅའ་ཁྲིམས་ཀྱི་དཀའ་རྙོག་ཟིན་ནས་འདིའི་ཐོག་ལ་ང་ཚོས་ཀྱི་བཤད་དགོས་ཡ་ང་ཚོས་ཀྱི་བྱེད་དགོས་ཡ་ང་ཚོས་ཀྱི་འབད་བརྩོན་གནང་དགོས་ཡ་དེ་གནང་བ་ཡིན། ཨ་ནི་ཉན་རང་མ་སོང་ཨ་ནི་གྲུབ་འབྲས་རང་ཐོན་མ་སོང། ད་ད་འདྲ་གཅིག་བཤད་དགོས་ར་བྱེད་དགོས་ར་སྲིད་དུ་ཡོད་པའི་སྐབས་ལ་བྱས་པ་ཡིན་དཔེར་ན། ད་དེའི་གནད་དོན་དེ་སྤྱི་ཟླ་དགུ་པ་ནས་བྱས་རྗེས་སྤྱི་ཟླ་གསུམ་པ་བར་དུ་བྱུང་བ་རེད་ཨ་ནི་གྲོས་ཚོགས་ནང་ལ་ཡིག་ཆ་གསུམ་གསོག་དགོས་པ་འབྲེལ་བའི་ཐོག་ནས་ཨ་ནི། གསུམ་གཅིག་གཉིས་གྲོས་ཚོགས་འཐུས་མི་གསུམ་བཞི་བཞེས་གཅིག་ནས་གསུམ་གསོག་གཅིག་འོས་འཕེན་བྱས་ད་གནད་དོན་དེ་བྱུང་བ་རེད། ཨ་དེའི་རྗེས་སུ་ཚོགས་འདུ་འཚོགས་ཤེས། སྤྱི་འཐུས་རྒྱུན་ལས་གསལ་བོ་ག་རེ་བཟོས་ཡོད་པ་རེད་ཟེར་ན་འདི་གྲོས་ཚོགས་དང་ཁྲིམས་ཞིབ་ཁང་པ་རུ་རང་ཡིན། ཨ་ནི་གྲོས་ཚོགས་རང་ཐག་གཅོད་བྱས་པ་ཡིན། བྱས་ཅེས་གསུངས་བ་ན་ཞིག་བཅའ་ཁྲིམས་ནང་ལ་ཡིན་པ་ཡིན་ནས་ཡང་བཀའ་ཤག་ལ་ཐེ་བྱུས་བྱེད་ཆོ་གས་ཡོད་མ་རེད་ཐེ་བྱུས་བྱས་ཡོད་མ་རེད་འབྲེལ་བ་ཡོད་མ་རེད། དེ་འདི་གསལ་བོ་ཞུ་ན་བསམ་ཟོར་བ་ནས་གྲོས་ཚོགས་གསུངས་ཚར་བ་ཅིག་རེད། ཡིན་ནས་ཡང། འདིའི་གཞུག་ལ་སྤྱི་ཚོགས་ནང་གནས་ཚུལ་བྱུང་བ་རེད་གླེང་སློང་བྱུང་བ་རེད་དམིགས་བསལ་ཨ་ནེ་བཀའ་བློན་ཁྲི་པ་ཟུར་པ་རྣམ་པ། བཀའ་ཟུར་རྣམ་པ། ཁྲིམས་ཟུར་རྣམ་པ་སོགས་ཀྱིས་འཆད་རིགས་མང་པོ་ཅིག་ཕེབས་པ་རེད་དགོངས་ཚུལ་མང་པོ་ཅིག་གསུངས་པ་རེད་ཡིག་ཆ་གསུམ་སོ་དགུ་དང་འབྲེལ་བའི་ཐོག་ནས་ཁོས་གསུངས་པ་རེད་གསུངས་བྱས་གསུངས་བྱས་རེད་བ། ད་གསུངས་བྱས་ད་འདི་ནང་ལ་རྡོག་རྡོག་ག་རེ་གསུངས་བ་རེད་ཟེར་ན། གྲོས་ཚོགས་ཚོགས་བྱས། གྲོས་ཚོགས་ནས། ཐག་ཆོད་དགོས་རེད་ཟེར་དེར་ད་ཡིག་ཆ་གསུམ་བཟོ་དགོས་རེད་འབྲེལ་བའི་ཐོག་ནས་གྲོས་ཚོགས་འཚོགས་ཆེད་གྲོས་ཚོགས་ལ་བགྲོ་གླེང་བྱེད་དགོས་འོག་ཏུ་ཕྱིར་འཐེན་བྱེད་དགོས་འོག་ཏུ་ཟེར་དེར་ད་མདོར་བསྡུས་ནས་ཞུས་པ་ཡིན་ན། བཀའ་བློན་ཁྲི་པ་ཟུར་པ་རེད་བཀའ་བློན་བཀའ་ཟུར་རྣམ་པ་རེད་ཁྲིམས་བཟོ་ཚང་མ་གིས་ག་རེ་གསུངས་སྐོར་ཟེར་ན་གྲོས་ཚོགས་འཚོགས་དགོས་འཚོགས་དགོས་ཀྱི་འདུག་ཡིག་ཆ་གསུམ་བཟོ་དགོས་འབྲེལ་བའི་ཐོག་ནས་རེད་ད་དེ་འདི་ཚང་མས་གསུངས་དགོས་ཀྱི་ཡོད་ཙང། ང་ཚོ་བཀའ་ཤག་ལ་བཅའ་ཁྲིམས་དགོངས་དོན་འདི་སྒང་ལ་ཐད་ཀར་ཐེ་བྱུས་བྱས་ཡོད་མ་རེད་དེ། ང་ཚོས་གར་བྱེད་ཡར་ཟེར་ན། སྤྱི་ཟླ་གསུམ་པ་ལ་གར་ཐག་ཆོད་རེད་གྲོས་ཚོགས་ནང་ལ་སྤྱི་ཟླ་ལྔ་པ་ལ་གྲོས་ཚོགས་འཕར་མ་ཚོགས་གི་ཡིན་ཐག་ཆོད་པ་རེད། ད་གྲོས་ཚོགས་ཚོགས་ཡ་འཕར་མ་ཚོགས་ཡ་དེ་ལ་མཐུན་རྐྱེན་ང་ཚོས་སྦྱར་ཐུབ་གི་རེད་ད། རེད་པ་ཚང་མས་གི་གྲོས་ཚོགས་ཚོགས་དགོས་གི་འདུག་ཡིད་ཆེ་གསུམ་གསུང་གི་གང་ལ་བསྐྱར་འདུག་བསྐྱར་ཤི་གནང་གི་གསུང་ཐོས་གང་ལ་ད་གྲོས་ཚོགས་ཚོགས་ཡ་ཆེ་འདུག་བཀའ་ཤག་ནང་ལ་བཀའ་བསྡུར་བྱུང་བ་རེད། ང་རང་ཚོའི་ཐོག་ནས་འབད་བརྩོན་ཆ་ཚང་བྱས་པ་ཡིན། ཧི་མཱ་ཅལ་གཞུང་ལ་ཞུས་པ་ཡིན། ས་གནས་ཀྱི་སྒྲིག་སྲིད་ལ་ཞུས་པ་ཡིན། ཨེས་པི་ལ་ཞུས་པ་ཡིན། ཇུས་བྱེད་ད་ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་འམ་ཉི་ས་གསུམ་ལ་གྲོས་ཚོགས་འཕར་མ་ཚོགས་ཀྱི་རེད། ཚོགས་བཅུ་རོགས་གྱིས་བྱེད་ཅེས་ནང་དོན་ཐོག་ནས་གྲོས་ཚོགས་ཚོགས་བཅུ་ཡག་གིས་ང་ཚོ་ལ་བཀའ་བགྲོས་ཡོད། མ་ཚད། ཨ་ནི། སྤྱི་འཐུས། བཀའ་སྤྱི་ཚོགས་འདུ་ཚོགས་པ་རེད་བཀའ་ཤག་དང་གྲོས་ཚོགས་ཚོགས་འདུ་ཚོགས་པ་རེད་ད་རྒྱུན་ལས་རྣམ་པ། ཚོགས་ཆེན་ང་ཚོ་ཚོད་ཚོད་གཉིས་ལྷག་ཚོགས་པ་རེད། ང་ཚོ་བཀའ་ཤག་ཐོག་ནས་ག་རེ་ཞུས་པ་ཡིན་ཟེར་ན་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་འམ་ཉི་ཤུ་རྩ་གཅིག་རྩ་གཉིས་རྩ་གསུམ་ལ་ཚོགས་འདུ་ག་དུས་ཚོགས་ཀྱི་ཡིན་པ་ཡིན་ན་གྲོས་ཚོགས་ག་དུས་ཚོགས་པ་ཡིན་ན་ཡང་བཀའ་ཤག་ཐོག་ནས་མཐུན་རྐྱེན་ཆ་ཚང་སྦྱར་གྱི་ཡིན། ཁྱེད་རང་ཚོ་ཚོགས་པ་ཡིན་ན། ང་ཚོས་བཀའ་ཁྲོལ་ཆ་ཚང་ཐོབ་ཐུབ་གི་ཡོད། མཐུན་རྐྱེན་སྦྱར་ཐུབ་གི་ཡོད། ཚོགས་རོགས་གནང། ཞེས་ཞུས་པ་ཡིན། དམིགས་བསལ་ག་རེ་ཞུས་པ་ཡིན་ཟེར་ན། ད། ཁྲིམས་ཞིབ་པ་དང་འབྲེལ་བའི་ཐོག་ནས་ཁྲིམས་ཞིབ་པ་གི་འོས་མི་གསར་པ་ཡོག་མ་རེད། དེ་གསལ་པོ་ཞུ་ཡིན། ད་གནས་ཚུལ་གཅིག་རང་གཅིག་གྲུ་དུས་ན་ཡང་དམ་བཅའ་ཕུལ་ཡག་ལམ་ལུགས་དེ་ཐག་གཅིག་གཅོད་ཐུབ་པ་ཡིན་ན། གསལ་པོ་ཞུ་བ་ཡིན་ད་ཐག་གཅོད་ཐུབ་པ་ཡིན་ན། སྲིད་སྐྱོང་གསར་པ་ཕེབས་པའི་སྐབས་ལ་དམ་བཅའ་ཕུལ་ཡག་ལམ་ལུགས་གཙང་མ་གཅིག་ཡོང་གི་རེད་ཚང་མས་མི་མཐུན་ཡོད་པ་གཅིག་ཡོང་གི་རེད། སྤྱི་ཟླ་དྲུག་པའི་ཚེས་གཅིག་ལ། གྲོས་ཚོགས་འཐུས་མི་གསར་བ་བདམས་ཚར་བའི་གཞུག་ལ་སྤྱི་འཐུས། འཐུས་མི་གསར་བ་བདམས་ཚར་བའི་གཞུག་ལ་གྲོས་ཚོགས་འཚོགས་ཡ་ལ། སྤྱི་འཐུས་ཚོ་དམ་བཅའ་ཕུལ་ཡ་ལ་ལམ་ལུགས་གསར་བ་ཅིག་གཏན་འཁེལ་ཐུབ་གི་རེད། ཚོགས་གཙོ་ཚོགས་གཞོན་བདམས་ཐུབ་གི་རེད། རྒྱུན་ལས་བདམས་ཐུབ་གི་རེད། འདི། གྲོས་ཚོགས་འཚོགས་ཆེད་འདི་གཅིག་ཐག་ཆོད་ཐུབ་པ་ཡིན་ནས་ཚོད་ཚོད་གཉིས་གསུམ་ཉིན་མ་ཕྱེད་ཀ་ཉིན་མ་གཅིག་གཉིས་ག་ཚོད་འགོར་བ་ཡིན་ནས་མཐུན་རྐྱེན་ང་ཚོ་འཇགས་ཀྱི་ཡིན་འཚོགས་ཐུབ་པ་གནང་རོགས་གནང་ཞེས་ཞུས་པ་ཡིན། དེ་ནས་ཡང་རེ་གཉིས་གཅིག་གིས་དེ་དུས་གང་གསུངས་སོ།

བཟོད་དུ་མེད་ཙང་ད་ལྟ་གནས་ཚུལ་འདི་ལྷག་དེར་ཐལ། རེད་བས་མ་རེད་བས། བཀའ་ཤག་སྐབས་བཅོ་ལྔ་གིས་འབད་བརྩོན་བྱས་མདོག་བྱས་མི་མདོག། འབུལ་རྫུས་འབུལ་སྐུལ་ཞུས་པ་ཡིན། རེད་བ། གཅིག་འདི་རེད། གཉིས་པ། ཡ་འདི་སྡོད་ཁང་ལ། བཀའ་ཤག་བཀའ་བསྡུར་བྱུང་སུ། ཨ་འདི་སྲིད་སྐྱོང་རང་ནས་མི་མང་ཡོངས་ལ་འབུལ་སྐུལ་ཞུས་པ་ཡིན་ག་རེ་ཞུས་ཡིན་ཟེར་ན། ད་མི་མང་ནང་ལ་དགོངས་ཚུལ་ག་རེ་གསུང་དགོས་ཚང་མ་གསུང་ཚར་སོང།

དགོངས་ཚུལ་འདྲ་མིན་འདྲ་མཚུངས་གསུང་མཁན་བྱུང་སོང། གསར་འགྱུར་བརྒྱུད་ལམ་ཁག་ནས་གནས་ཚུལ་མང་ཐག་ཆོད་བཤད་སོང། དམངས་སྤྱོད་རང་དབང་རེད། མང་གཙོ་འགྲོ་སྟངས་འགྲོ་ལུགས་རེད་ཅེས་བྱས་མང་ཐག་ཆོད་བཤད་སོང་བཤད་པ་ལ་བལྟས་ནས་ད་གར་ཆགས་པ་རེད། ད་འདྲའི་ཆགས་ལ། ཧི་མཱ་ཅལ་ནག་ལ་གསར་འགྱུར་ན་དོན་ཡག་དགོས་ཚུལ་ཚགས་པ་རེད། རྒྱ་གར་གྱི་ཚགས་པར་ལ་དོན་ཡག་དགོས་ཚུལ་ཚགས་པ་རེད། འདུག་བ།

ཡིན་ན་ཡང་མ་གསན་པ་རེད། ཨ་འདིལ་བལྟས་ནས་ད་གནས་ཚུལ་ཆེན་པོ་ཆགས་ཡོང་གི་ཁ་ཟིང་རྒྱ་གར་ནང་ལ་ཚགས་པར་ཞིག་ནང་ལ་བོད་དོན་རྒྱབ་སྐྱོར་བྱེད་སྐོར་རྩོམ་དཔེ་ཡག་པོ་ཞིག་བྲིས་ཤག་འདི་ནང་ལས་རྡ་རམ་ས་ལ་གནས་སྟངས་འདི་འདྲས་རེད་ད་ཇེ་ཆེ་བཀོད་ཤག་སེམས་པ་སྐྱོ་པོ་བཟོ་རབས་ཤིག་རྒྱ་མིའི་ཚགས་པར་ལ་ཡི་དོན་ཤག།

སྤྱིར་ན་སྔར་བོད་ཀྱི་གྲོས་ཚོགས་འཕར་མ་དེ་ཚོགས་རོགས་གནང་དེ་ཚོགས་པ་ཡིན་ན་དམ་བཅའ་ཕུལ་ཡག་ལམ་ལུགས་ཅིག་ཡོང་གི་རེད། འདི་ཡོང་བ་ཡིན་པ་ཡིན་ན། ཨ་ནི་སྲིད་སྐྱོང་གསར་བ་དམ་བཅའ་ཕུལ་ཐུབ་གི་རེད་གྲོས་ཚོགས་གསར་བ་སླེབས་ཐུབ་གི་རེད་ཚོགས་གཙོ་ཚོགས་གཞོན་ཡོད་པ་སླེབས་ཐུབ་གི་རེད་སླེབས་ཚར་བའི་ཞུ་གི་ལ་ཡང་སྲིད་སྐྱོང་གི་བཀའ་བློན་འོས་མི་བཏོན་པ་ཡིན་པས་ཡིན་ནས་ཡང་གྲོས་ཚོགས་གསར་བ་སླེབས་ཡོད་ཙང་བཀའ་ཤག་བཀའ་བློན་རྣམ་པ་བསྐོས་པ་ནས་བཀའ་ཤག་ཡོད་པ་ཆགས་ཐུབ་གི་རེད་འདི་རྗེས་ལ་ཡིག་ཆ་སུམ་ཅུ་སོ་དགུ་དང་འབྲེལ་བའི་ཐོག་ནས་ཨ་ནི་ཁྲིམས་ཞིབ་པ་འཕོ་འགྱུར་འགྲོ་བའི་ཐོག་ནས་བགྲོ་གླེང། མཐིལ་གཅིག་རྣམས་ཐག་གཅོད་པ་ཡིན་ན་སྤྱི་ཚོགས་ལྷིང་འཇགས་ཆ་ཚ་བ་རེད། འདི་ཡང་ང་ཚོ་དེབ་དེ་ནས་ཁོའི་དོན་དག་རེ་དང་ང་རང་ཚོ་ཐོག་ནས་འབད་རྩོལ་ཆ་ཚང་གནང་བ་ཡིན། ཞུས་དགོས་ཞུས་པ་ཡིན། གསན་འཇོག་གནང་མ་སོང་མ་གནང་བ་བརྟེན་ནས་ད་ལྟའི་གནས་སྟངས་འདི་ཆགས་བསྡད་ཡོད་རེད་ཟེར་མཁན་གཅིག་ཞུས་བཞག་ན་བསམ།